ལན་ཚྭའི་གཉེན་མི་ནང་པའི་སྙུང་བའི་ལུགས་སོགས་རི་ལྷོ་བྲག་ཆེན་མའི་དགེ་རྒན་ཆེན་མོ་སྨན་བཤེས་མཚོ་མོ་ལགས་ཀྱིས་ང་ཚོ་ལ། དགེ་མེད་གསོ་བ་ལ་ཆུང་ཞེས་པའི་སྟེང་ནས་རུས་པ་གསར་བུ་ཡོང་བ། ཉི་མ་ལ་ཐད་ཀར་ལུས་པོ་བདེ་རྒྱུ་དང། བཟའ་བཏུང་གི་སྐྱི་མདོག་གཉིས་སུ་བལྟས་པ། ལུས་པའི་དྭངས་མ་དང་ཁྲག། ཤ། ཚིལ། རུས། རྐང། ཁུ་བ་བཅས་ལུས་གཟུགས་བདུན་ནི་སྔ་མ་ཕྱི་མའི་ཆ་བཅས་དང། ཕྱི་མ་སྔ་མའི་འབྲས་བུ་ཅི་བྱེད། དེ་དག་ག་ཁོང་དང་རྩ་བའང་བཟའ་བཏུང་ལ་ཐུག་ཅིག། བཟའ་བཏུང་ཡང་ཕོ་བའི་མེ་དྲོད་ལ་བརྟེན་ནས་ལེགས་པར་ཤེས་པར་བྱས་ཏེ། ལུས་པོ་ལ་འཁོར་འདས་ཤེས་དགོས་པའི་གནས་ལུགས་བསྟན་ཡོད། འོ་ན། བདག་ཅག་ག་དྲིན་ཆེན་ཨ་མ་བྱ་བའི་བུད་མེད་ཀྱི་བདེ་སྟོང་གོ་དེ་ཅི་འདྲ་ཡིན་རྒྱུ་རེད་ཟེར་ན། ཐེངས་འདིའི་འཆད་ཁྲིད་སྒྲོན་མེའི་ལན་ཚིག་དག་བོད་ལྗོངས་བོད་ལུགས་གསོ་རིག་སློབ་གྲྭ་ཆེན་མོའི་དགེ་རྒན་ཆེན་མོ།

ཨ་ནེ་བུད་མེད་དང་བྱིས་པའི་སྐོར་བདེ་སྲུང། ཞུས་པ་ལ་ཡང་ཐོག་མར་བུད་མེད་ཀྱི་བདེ་སྲུང་ལ་ཆ་བཞག་ན། ད་བུད་མེད་ཟེར་ཡག་དེ་གཏན་གྱི་སྒོ་ནས་ཤེས་རབ་ཀྱི་རང་བཞིན་ཅིག་ཡིན་པ་དང་ཁྱིམ་ཚང་གཅིག་ངོས་ནས་ཆ་བཞག་ན། ད་བུད་མེད་ཀྱི་གནས་བབ་དེ་ཧ་ཅང་གལ་ཆེན་པོ་ཅིག་ཡིན་པ། བུད་མེད་ཀྱི་བསམ་སྤྱོད་དེ་ཡིན་ན་ཁྱིམ་ཚང་དེའི་བདེ་སྐྱིད་དང་ཐད་ཀར་དུ་འབྲེལ་བདེ་བ་དེ་འདྲ་ཅིག་ཆགས་བསྡད་ཡོད་རེད། ད་ལུས་ཟུངས་བདུན་ནང་ལ་ཆ་བཞག་ན། ལུས་ཟུངས་བདུན་གྱི་ཐ་མ་དེ་ལ་ཡིན་ན་ཁམས་དཀར་དམར་གཉིས་ཆགས་ཡོད་རེད། ད་བུད་མེད་ལ་ཆ་བཞག་ན་ད་ཁམས་དམར་པོ་དང་ཨ་ནི་སྐྱེས་པ་ལ་ཆ་བཞག་ན་ཁམས་དཀར་བོ། ཨ་ནི་ཟླ་མཚན་དམིགས་བསལ་གྱི་དེ་འདྲས་ཅིག་ད་བབས་དེ་ཡང་ཡོད་པ། ཨ་ནི་དེ་ལ་ཆ་བཞག་ཡོད་ན་ད་ཟླ་མཚན་དེ་ད་ཚད་དང་ལྡན་པ་ཅིག་ཡོང་ནས་ཨ་ནི་ང་ཚོ་བུད་མེད་ལ་དམིགས་བསལ་གྱི་ད་ང་ཚོ་སྐྱེ་ཁམས་ཀྱི་དབང་ལྡན་དང་མ་སོང་དཔེ་ཆ་བཞག་ན་ཨ་ནི་ང་ཚོ་བསམ་སེའུ། ང་ཚོ་ད། ཁམས་དམར་པོ། སོག་པོ་དང་སྨིན་པའི་སྣོད་དང། དག་སྣང་ཤིང་རྟ་ཕུག། ལུས་ལ་འཁོར་བར་བྱེད་པའི་སྣོད། དཔེ་ཆ་བཞག་ན་ལུས་ཟུངས་ཐ་མ་ཁམས་དམར་མོ་དེ་ཡིན་ན་ཚད་དང་ལྡན་པ་གཅིག་སྨིན་ཐུབ་པ་ཡིན་ན་ཕྱོགས་གཅིག་ནས་ང་ཚོ་ལུས་ཟུངས་ཀྱི་བདེ་ཐང་དེ་ཡོང་གི་འོ་རེད་ལ་ནི་ཕྱོགས་གཞན་དག་གཅིག་ནས་ཨ་ནི་བྱིས་པ་ལ་སོགས་པ་སྦྲུམ་ཐུབ་པ་དེ་འདྲས་གཅིག་གི་ད་བྱིས་ནུས་དང་མ་སོགས་སྒྲུབ་ཐུབ་གི་འོ་རེད། ད་ང་ཚོ་དཔེ་ཆ་བཞག་ན་བུད་མེད་ཀྱི་ད་ཁམས་དམར་པོ་དེ་ཡིན་ན། ད་ཚེ་དང་ལྡན་པ་སྨིན་པ་ལ་ཡང་ང་ཚོ་གཟུགས་སྐུ་ལ་ཡང་དཔེ་བྱད་དང་བཅོས་ན་མང་པོ་ཅིག་གོ་ནས་ད་བདེ་སྲུང་དེ་ཡོང་བསྡད་དགོས་གོ་རེད་ལྷག་པར་དུ་ང་རང་སུ་ད་བུ་མེད་དེ། ལོ་མ་འདྲ་ལ་བརྟེན་ནས་ཨ་ནི་བདེ་སྲུང་གི་ད་བྱེད་ལས་དེ་འགྲིག་གོ་མ་རེད་དཔེ་ཆ་བཞག་ན་ང་ཚོ་ད་ཐོག་མར་ཟླ་མཚན་ཡོངས་པའི་སྐབས་སུ་ལ་ཆ་བཞག་ན་དང། ཡང་མེད་ན་ཟླ་བ་རེ་རེ་བཞིན་དུ་ཟླ་མཚན་ཡོངས་པའི་སྐབས་སུ་དུང་ཆུ་ལ་ཆ་བཞག་ན་གཟུགས་ཁ་ཟས་ཡེ་ནས་ལྟ། ང་ཚོ་སུ་ཕན་གྱི་རིགས་དང་ཨ་ནི་དག་ནང་བཞིན་ལྟ། གཞན་དག་གིས་ང་ཚོ་དཔེ་ཆ་བཞག་ན་བསིལ་ཞིང་ལྕི་བའི་ཁ་ཟས་དཔེ་ཆ་བཞག་ན་གྲུ་བཞི་ལྟ་བུ་དག་ནང་བཞིན་ཞོག་ཁོག་ལྟ་བུ་ཕིང་གི་རིགས་ལྟ་བུ་ཨོ་དོ་མཚོ་ཡིན་ན་འཛུམ་བྱ་དུ་བྱས་དགུ་བར་སེ་ལྷག་པ་དུ་སི་པན་གི་རིགས་དུ་མཚོ་འཛུམ་བྱ་བྱས་དགུ་བར་སེ་ཏུང་བྱ་གྲང་མོའི་རིགས་དང་ལུས་པོ་གྲང་འགྲོ་ཡག་དུ་མཚོ་ལ་ཡ་དོ་ནང་ཧ་ཅང་བྱས་དགུ་བར་རེད་ད། བུད་མེད་ལ་ཆ་བཞག་ན་མེ་ཚེ་གཅིག་ནང་ལ་ཡ། དམིགས་བསལ་གྱི་ད་ང་ཚོ་ལུས་ཁམས་ཀྱི་གནས་བབ་དེ་ཡིན་ན་དཔེ་ཆ་བཞག་ན་བྱིས་པ་འབྲུམ་པའི་དུས་དང་བྱིས་པ་བཙས་བའི་ཅེས་དང། ཨ་ན་ད་ག་ནང་བཞིན་ད་ང་ཚོ་ལོ་ན་ཅུང་ཟད་ཡ། ད། སླེབས་ནས་དཔེ་ཆ་བཞག་ན་ལོ་ལྔ་བཅུ་གཡས་གཡོན་སླེབས་ནས་ཨ་ནི། ཟླ་མཚན་ཕྱེད་པའི་དུས་འོ་དོ་ཚོ་ལ་ཆ་བཞག་ན་ཨ་ནི་དམིགས་བསལ་གྱི་གཟབ་ནན་བྱེད་དགོས་བ་རེད། ད། བྱིས་པ་བཙས་བའི་དཔེ་ན་བྱིས་པ་བཙས། བཙས་ཚར་བའི་གཞུག་ལ་ཆ་བཞག་ན། ད། ང་ཚོའི་གི། ཁ་རེ་ཟུག་ཟེར་ན་ཚང་མ་ཁ་སང་ཞུས་པ་ནང་བཞིན་རེད་ང་ཚོ། ཕོ་བའི་མེ་དྲོད་ཟེར་ཡག་དེ་ཤིན་ཏུ་ནས་གལ་ཆེན་པོ་ཆགས་བསྡད་པ། ད། དེ་ལ་ཆ་བཞག་ན། ལུས་ཟུངས་བྱེ་བྲག་སོ་སོ་ལ་ཡ། བྱེ་བྲག་སོ་སོའི་མེ་དྲོད་རེ་རེ་ཡོད་རེད། ཨ་ནི། མེ་དྲོད་དེའི་སྟོབས་ཉམས་པ་ཡིན་ན། མེ་དྲོད་ཀྱི་སྟོབས་ཉམས་སོང་ན། ཨ་ནི་ང་ཚོ་ཁྲག་རྒྱུན་གྱི་འཁོར་སྐྱོད་ལ་གནོད་འགྲོ་གོ་རེད། ཁྲག་རྒྱུན་གྱི་འཁོར་སྐྱོད་ལ་གནོད་ཕྱིན་པ་ཡིན་ན། ཨ་ནི། ང་ཚོའི་བསམ་ཚུལ་ལ་སོགས་པ་དོན་ཚུལ་ལ་ཡ་ད་དེ་ང་ཚོ་ཕྲག་དེ་མཁོ་འདོན་བྱེད་མ་ཐུབ་པ་དཔེར་ན་བོད་ཀྱི་གསོ་བ་རིག་པའི་ནང་བསམ་ཚུལ་ཟེར་ཡ་དེ་ང་རང་སུ་ད་དེང་རབས་གསོ་རིག་གི་སྐད་ཆ་བཤད་འི་ན་རྒྱ་སྐད་ཐོག་ནས་དཔེ་བཤད་ན་ལོན་ཁྲའོ་ཟེར་ཡ་དོན་ཚུལ་ཡིན་པ་ད་དོན་ཚུལ་ལ་ཡ་མེ་དྲོད་དེ་སྟོབས་དང་ལྡན་པ་ཅིག་མེད་སོང་ན་ཁྲག་དེ་མཁོ་འདོན་བྱེད་མི་ཐུབ་པ་དང། ཨ་ནི་ང་ཚོ་ཁ་དམར་དེ་ཉིད་ཡིན་ན་ཚུལ་བཞིན་དུ་སྨིན་མི་ཐུབ་པའོ་དེ་འདྲས་ཀྱི་སྐྱོན་འབྱུང་གོ་རེད། དེ་བྱུང་སོང་ན་ཨ་ནི་ང་ཚོའི་ཟླ་མཚན་དུས་སུ་བབས་མི་ཐུབ་པ། ཟླ་མཚན་དུས་སུ་བབས་མི་ཐུབ་པ་བྱས་སོང་ན་ཨ་ནི་ལུས་པོའི་ནང་གི་དུག་སེལ་གྱི་འདུ་འཛོ་ད་ཏག་ཏག་དེ་གོང་མར་དེ་འདྲས་སོང་ཙང་ཨ་ནི། ཁ་ས་ཞུས་པ་ནང་བཞིན་རེད་དཔེ་ཆ་བཞག་ན་ང་ཚོ་ད་མན་ཆད་ད་བའི་རྒྱལ་པོའི་ནང་ལུས་ཀྱི་ཟུངས་ནས་ཟས་ཀྱི་རྒྱུན་འཁོར་ལོ་ལྟ་བུ་ཡོངས་སུ་བསྐོར། དེའི་གི་ལུས་ཟུངས་མཐའ་མ་དེའི་གི་ད་དེ་ང་རང་སོ་མེད་དྲོད་ཀྱི་སྟོབས་དེ་ཚད་དང་ལྡན་པ་ཅིག་མེད་ཙང་ལུས་ཟུངས་ཐོག་མ་རྣམས་ད་སྨིན་པའི་གྲོགས་བྱེད་མ་ཐུབ་ཙང་ཨ་ནི་གཟུགས་པོ་ཁྱོན་ཡོངས་ནས་ད་ང་རང་སོ་མེད་དྲོད་སྟོབས་དེ་ཉམས་ཉམས་ཞན་དུ་ཕྱིན་བྱས་ཨ་ནི། ལུས་ཟུངས་རྣམས་ཕྱི་མ་ཕྱི་མ་སྨིན་མ་ཐུབ་པར་བྱེད་ཅེས་དཔེ་ཆ་བཞག་ན་ཨ་ནི་ང་ཚོ་གཟུགས་ལ་སྟོབས་མེད་པ་དང། ཨ་ནི་ཁ་ཟས་ཚུལ་བཞིན་དུ་འཇུ་མི་ཐུབ་པ། ཨ་ནི་བཤང་བ་ལ་སོགས་པ་ཚུལ་བཞིན་དུ་འབབ་མི་ཐུབ་པ། དག་ནང་བཞིན་གྱི་ང་རང་ཚོ་གཟུགས་པོ་ཤ་རྒྱགས་པ་ཆགས་ཡག་ཤ་ལུག་ལུག་ཆགས་ཡག་ཨ་ནི་དག་ནང་བཞིན་གྱི་གཟུགས་པོ་ཧ་ཅང་གི་ཉོབ་འགྲོ་ཡག་གཟུགས་ཉོབ་འགྲོ་ཡག་ག་རེ་ཟེར་ན་གཟུགས་སྟོབས་དང་ལྡན་པ་ཅིག་མིན་བསྡད་པ། དག་ནང་བཞིན་གྱི་ང་ཚོ་ཁྲག་གི་འཁོར་སྐྱོད་ཁྱོན་ཡོངས་ནས་ད་སྐྱོ་བོ་ཆགས་ཡོང་དུས་ཨ་ནེ་སྙིང་ལ་སོགས་པ་ཁྲག་གི་འཁོན་འདོན་བྱེད་མི་ཐུབ་པ་དང་ནང་བཞིན་ཀླད་པ་ལ་ཡར་སོགས་ལ་ཀླད་པ་ལ་སོགས་པ་ཡར་ཁྲག་འཁོན་འདོན་བྱེད་མི་ཐུབ་པའོ་དེ་འདྲ་བྱུང་པའི་སྐབས་སུ་ལ་ཡར་ཨ་ནེ་ཚིག་གཉིས་ཞེན་པ་དང་ནང་བཞིན་སེམས་ཁམས་མི་བདེ་བ་ཨ་ནེ་དྲན་པ་མི་གསལ་བ་ལ་སོགས་པའི་རྟགས་མང་པོ་ཡོང་གོ་རེད་དེ་འདྲས་སོང་ཙང་བུད་མེད་ཀྱི་བདེ་སྲུང་ཡང་དག་ཁ་སང་གོང་དུ་ལ་ཡར་ཟས་སྤྱོད་ཀྱི་བདེ་སྲུང་སྐབས་ཞུས་པ་ནང་བཞིན་བྱས་རྗེས་སླར་ཡང་ལུས་ཟུངས་དག་ཀུན་གྱིས་མེ་དྲོད་སྟོབས་དང་ལྡན་པ་ཅིག་དགོས་པ་གང་ཞིག་ལ། ལྷག་པར་དུ་ལུས་ཟུངས་དག་ང་ཚོ་དབང་ལྡན་བསམ་སེའུ་དང་འདྲེས་པའི་སྟབས། མེ་དྲོད་ཀྱི་སྟོབས་ཚད་དང་ལྡན་པ་ཅིག་ཡིན་གཅིག་མིན་གཅིག་དགོས། བུད་མེད་ཀྱི་ལུས་ཁུངས་དེ་ཤེས་པ་དང་ལྡན་ན་མི་འདྲ་བའི་ཆ་དུ་མ་ཡོད་པ་ལས། གཙོ་བོ་ནི་ལུས་གཟུགས་མདུན་གྱི་མཐའ་མ་ཁང་དམར་པོ་ལ་ཐུག་ཅིང། ཁང་དམར་པོ་ཚད་དང་ལྡན་པ་ཞིག་ཡོང་དགོས་ན་བཟའ་བཏུང་འགྱུར་ཤས་ཀྱི་མེ་དྲོད་ལྟོ་དང་ལྡན་པ་ཞིག་ཡོད་དགོས་པ་དང། དེ་དང་འབྲེལ་བའི་དྭངས་མ་ཚུལ་དང་མཐུན་པ་ཞིག་འཁོར་འདས་ཤེས་ཀྱི་ཕྲག་མཁོ་ཤས་རྒྱུན་མཐུད་དུ་གནས་ཐུབ་པ་བྱས་སོ། འོ་ན།
བུད་མེད་ཀྱི་བདེ་ཐང་སྐོར་ད་དུང་ཡིད་གཟབ་བྱ་རྒྱུ་ཅི་འདྲ་ཡོད་རྒྱུ་རེད་ཟེར་ན། ད་དཔེ་ཆ་བཞག་ན་ཨ་ནི་ང་ཚོ་ད་ཕྲུ་གུ་འཁོར་བའི་སྐབས་ཕྲུ་གུ་བཙས་བའི་རྗེས་ལ་སོགས་པ་ཚང་མ་ལ་ཡང་ང་ཚོས་ད་མེ་དྲོད་དེ་སྟོབས་དང་ལྡན་པ་ཞིག་ཡོང་དགོས་བྱུང་སོང་ན་ད་དེ་དང་འབྲེལ་བའི་ཁ་ཟས་ཀྱི་འཚོ་བཅུད་དེ་ཚད་དང་ལྡན་པ་ཞིག་ཡོང་དགོས་འོ་རེད་ཨ་ནི་དེ་ལ་ཆ་བཞག་ན་ཁ་ཟས་ག་འདྲ་ཅིག་དགོས་རེད་ཟེར་ན་དཔེ་ཆ་བཞག་ན་སྤྲེལ་མའི་རིགས་རེད་བ་ང་ཚོ་ད་རྒྱ་སྐད་ན་ཏུའུ་ཟེར་དུ་བ་ཏུའུ་ལེ། དེ་ལ་ཆ་བྱས་ན་སྤྲེལ་མ་དག་ནག་པོ་དང་སྤྲེལ་མ་དམར་པོ་དང་སྤྲེལ་མ་སེར་པོ་ལ་སོགས་པ་དག་རྒྱ་སྐད་ན་ཧེ་ཏོག་ཧོང་ཏོག་ཧོང་ཏོག་ཟེར་དེ་འདྲའི་གཟུགས་དང་འོ་དོ་མཚོའི་རིགས་དང་ཨན་དང་ཨ་ནང་བཞིན་ང་ཚོ་ད་སྦྲང་རྩི་གི་རིགས་ཨ་ནི་དེ་ནང་ནས་ད་སྦྲང་མའི་སྐྱེ་བོའི་གི་ཤེར་ཁུ་དེ་ང་ཚོ་ད་ཧྥུང་ཝང་ཅང་སི་རྒྱ་སྐད་ན་ཤེ་གོ་ར་འོ་དོ་མཚོའི་རིགས་དེ་ད་དེ་ལ་དམིགས་བསལ་གི་ང་ཚོ་སོས་གྱུར་པ་དམིགས་བསལ་གྱི་གསོས་སུ་གྱུར་པ། ཨ་ནི། ད་ང་ནང་བཞིན་གཞན་དག་ཁ་ལག་དང་དོ་ག་རེ་ཡོད་ཟེར་ན། ད། ང་ཚོ། དགོང་ལ་བུ་གཟུགས་རོ་ཨ། ལ་བུ་མ་འམ་དེ། འོ་དོ་མཚུངས་ཡིན་ན། དེ་ལ་ཕན་པའི་དམིགས་བསལ་གྱི་ཁ་ཟས་ཆགས་འདུག་རེད། ད། དེ་ལ། ཕན་པའི་གི་འཚོ་བཅུད་ཅིག་རགས་ཟེར་ན། དེའི་མེ་དྲོད་ཀྱི་སྟོབས་དེ་རྒྱས་པ། རྒྱས་པའི་གྲོགས་སུ་གྲུབ་བོ་རེད། དེ་འདྲས་སོང་ཙང། ང་ཚོ་ཁ་ཟས་ཀྱི་འཚོ་བཅུད་དུ་འཚོ། ད། ཤིན་ཏུ་ནས་ང་ཚོ། གལ་ཆེན་པོ་ཆགས་འདུག་ཡོད་རེད། ད་དེ་ནས། ང་ཚོ་སྤུ་གུ། འཁོར་བའི་སྐབས་སུ་ལ་ཆགས་བྱ་ན། ད་གལ་ཆེ་ཤོས་གཞན་དག་ཅིག་ག་རེ་བྱེད་བར་ཟེར་ན། ད་ཉི་མ་ལ་སྐྲག་ཡ། ཉི་མ་ལ་སྐྲག་ཡ་ཉི་མ་སྐྲག་སོང་ན་ག་རེ་བྱེད་བར་ཟེར་ན། ཉི་མའི་འོད་མདངས་ནས་ང་རང་སུ་དག་འཚོ་རྒྱུ། དཔེ་ཆ་བྱ་ན་ཏི་སན། ཏི་གསུམ་པ་ཟེར་ཡ་འོ་དེ་ལེགས་བ་རེད། ཏི་གསུམ་པ་ཟེར་ཡ་དེ་ལེགས་བ་རེད། དེ་ལེགས་སོང་ན་ག་རེ་བྱེད་བར་ཟེར་ན། ཨ་ནི་ལུས་ཟུངས་རུས་དང་འབྲེལ་བའི་མེ་དྲོད་ཀྱི་སྟོབས་དེ་རྒྱས་འགྲོ་བ་རེད། དེ་གས་སོང་ན་ཨ་ནི་ང་ཚོ་གར་བྱེད་སོང་ན་ང་ཚོའི་སྤུ་གུ་བྱིས་པ་དེ་གཉིས་ཡིན་ན་བདེ་ཐང་ཡོང་ཐུབ་པ། དེ་མ་ཟད་བུ་མེད་ཀྱི་གཟུགས་པོ་ལ་ཡང་ཨ་ནི་ང་ཚོ་ཤུགས་ལས་ཐུ་བོ་རེད་ཨ་ནི་བྱིས་པ་མུ་མཐུད་ནས་ད་ང་ཚོ་འཚོ་སྐྱོང་བྱེད་ཡག་འབྲུམ་དུ་འདེམས་པའི་གི་དུས་སྐབས་ལ་ཡང་མུ་མཐུད་ནས་བྱིས་པ་དེ་གཉིས་ཆེས་ཆེར་འཕེལ་ཞིང་རྒྱས་པར་བྱེད་པའི་ད་ང་ཚོ་སྟོབས་དང་ལྡན་པ་དག་ནང་བཞིན་བྱིས་པ་དེ་གཉིས་ཡང་བདེ་ཐང་ཡོང་བའི་ང་ཚོ་འགན་ལེན་ཡོད་རེད་ད་ཡིན་ན་ང་ཚོ་མང་པོ་ཅིག་གིས་དེ་གི་ཐབས་ཤེས་དེ་ཧ་མ་གོ་བྱས་བྱས་སྒེའུ་ཁུང་གི་ཉི་མའི་ནང་ལོག་ཉི་མ་སྤྲོད་བྱེད་དེ་གོ་རེད་དེ་བྱས་སོང་ན་དེ་ལ་ཕན་ཐོག་ཡོད་མ་རེད་ཡིན་ཅིག་མིན་ཅིག་ང་ཚོ་ཉི་མའི་འོད་ཟེར་དེ་ཐད་ཀར་ལུས་ཀྱི་པགས་པ་ལ་ཡར་ཚུར་ཕོག་དགོས་གོ་རེད་དེ་ཕོག་སོང་ན་གཞི་ནས་ང་ཚོ་ད་ང་ཚོ་འཚོ་རྒྱུ་དེ་ཡི་གསུམ་པ་ཟེར་ཡ་དེ་ཟོས་ཐུག་བར་དེ་དེ་ཟོས་བྱས་ཨེ་ན་ང་ཚོ་ལུས་ཟུངས་རུས་དང་འབྲེལ་བའི་མེ་དྲོད་ཀྱི་སྟོབས་དེ་ལྡན་ཡོང་དགོས་བ་རེད། དེ་འདྲ་སོང་ཙང་ང་ཚོ་ད་བྱིས་པ་འཁོར་བའི་གནས་སྐབས་ཡིན་ནའི་འདྲ་བྱིས་པ་བཙས་ཚར་བའི་གནས་སྐབས་ཡིན་ནའི་འདྲ་ད་ག་ནང་བཞིན་ང་ཚོ་ལུས་ཟུངས་ཅུང་ཟད་ཀྱིས་ཉམས་ཞན་ཕྱིན་ནས་ཟླ་མཚན་ཕྱེད་ལ་ད་ཐུག་པའི་གི་དེ་འདྲའི་གི་དུས་བབ་ཡིན་ནའི་འདྲ་ཚང་མ་ལ་ཡ་ད་དུས་ཚོད་ཤིན་ཏུ་ནས་ཤིན་ཏུ་ནས་གལ་ཆེན་པོ་ཆགས་འགྲོ་བ་རེད། ད་ང་ཚོ་དཔེ་ཆ་བྱས་ན་ལོ་ནའི་དབང་གིས་ཐོག་མར་ལོ་བཅུ་གཉིས་ཙམ་ད་ཅི་ཡི་དབང་དུ་བྱས་པས་ན་ལོ་བཅུ་གཉིས་ཙམ་ལ་ཡང་ཟླ་མཚན་བབས་པའི་སྐབས་ཡོང་བ་དང། ད་ལོ་ལྔ་བཅུ་གི་དུས་སུ་སླེབས་སོང་ན་ད་ཟླ་མཚན་ཕྱེད་པའི་དུས་བབས་དགོས། ད་དེ་ལ་ཆ་བཞག་ན་ང་ཚོ་ཅི་ཡིན་ན་བསགས་པའི་སྐབས་ཡོད་བསྡད་པ། ཅི་ཡིན་ན་ང་ཚོ་བསགས་པའི་སྐབས་དེ་རྫོགས་དྲུག་གོ་རེ་ལུས་ཟུངས་དང་ལུས་ཟུངས་ཐ་མལ་གྱི་སྟོབས་བར་དུ་ང་ཚོ་སྨིན་པར་བྱེད་པའི་ནུས་པ་དེ་མེད་བའི་སྐབས་སུ་ལུས་ཟུངས་ཁྱོན་ཡོངས་ནས་ཉམས་ཞན་ཕྱིན་པའི་གི་རྟགས་ཆེན་པོ་གཅིག་རེད། དེ་འདྲ་སོང་ཙང་ཨ་ནི་ང་ཚོ་བུད་མེད་ཀྱི་ངོས་ནས་ཆ་བཞག་ན་ད་ང་ཚོ་བསམ་སེའུ་དང་ཚུར་ལ་བདེ་སྲུང་ཡག་པོ་བྱས་བྱས་ཨ་ནི་ང་ཚོ་ད་དཔེ་ཆ་བཞག་ན་བྱིས་པ་སྦྲུམ་པོ་བྱུང་ནས་བྱིས་པ་བདེ་ཐང་ཞིག་སྦྲུམ་ཐུབ་པ། དེས་ན་དག་སྣང་ཞིང་གི་བུ་མོས་རང་ཉིད་ཀྱི་ད་དཔེ་ཆ་བཞག་ན་ལུས་ཁམས་ཙམ་དུ་མ་ཟད་སེམས་ཁམས་ཡང་བདེ་ཐང་ཡོང་ཐུབ་པ་འོ་དེ་འདྲས་ཀྱི་ཁྱད་ཆོས་མང་པོ་ཅིག་ལྡན་བདེ་གོ་རེད། དེ་འདྲ་སོང་ཙང་ཨ་ནི་ང་ཚོ་ད་ལོ་དཔེ་ཆ་བཞག་ན་ད་ལོ་བཞི་བཅུ་ལྷག་ཙི་སླེབས་སོང་ན་ཨ་ནི་ག་འདྲའི་ཆེ་བར་སོང་ན་སུ་ཁུལ་གྱི་ད་སྦྱོང་བརྡར་དེ་ང་ཚོ་ག་ལ་གང་འཚམ་ཤུགས་ཆེན་པོ་བྱེད་དགོས་བར། སྦྱོང་བརྡར་དེ་ཤུགས་ཆེན་པོ་བྱས་སོང་ན་ཤུགས་ཆེན་པོ་སོང་ནས་ད་སྦྱོང་བརྡར་དེ་ཚད་དང་ལྡན་པ་ཞིག་བྱེད་དགོས་བར། སྦྱོང་བརྡར་དེ་ཚད་དང་ལྡན་པ་བྱས་སོང་ན་ང་ཚོ་སུ་ཁུལ་རྩྭའི་འཁོར་སྐྱོད་དེ་ལ་བརྟེན་ནས་ཁྲག་གི་འཁོར་སྐྱོད་དེ་ཡག་བོ་འགྲོ་བ་རེད། ད་ཁྲག་གི་འཁོར་སྐྱོད་དེ་ཡག་བོ་བྱུང་སོང་ན་ཨ་ན་ང་ཚོའི་གི་ད་མཁལ་མ་ལ་སོགས་པ་བསམ་སྲོལ་ལ་སོགས་པ་དེ་ཚོ་ལ་ཡང་ཁྲག་གི་མཁོ་འདོན་དེ་ཡག་པོ་ཡོང་དེ་བར་ཁྲག་གི་མཁོ་འདོན་དེ་ཡག་པོ་བྱུང་སོང་ན་ཨ་ནི་ག་ཅིག་བར་སོང་ན་ཨ་ནི་ང་ཚོས་ད་ཁྲག་གི་མཁོ་འདོན་དེ་ཡག་པོ་བྱུང་སོང་ན་ཨ་ནི་ད་ཁམས་དཀར་དམར་ལ་སོགས་པའི་ཐང་ཉིད་རྗེ་ཡག་གི་བརྒྱུད་རིམ་དེ་ཚུལ་དང་ལྡན་པ་ཅིག་འགྲོ་འདུག་བར་དེ་ཕྱིན་སོང་ན་ཨ་ནི་ང་ཚོའི་བུད་མེད་ཀྱི་བདེ་ཐང་དེ་ལ་ཡང་འགན་ལེན་ཡོད་པ་ཆགས་འགྲོ་བ་རེད་དེ་འདྲ་སོང་ཙང་ང་ཚོའི་ད་བུད་མེད་ཀྱི་བདེ་ཐང་དེའི་ནང་ལ་ཡང་ད་ག་རེ་ཟེར་ན་གཙོ་བོ་ཁྱེད་ཅག་དེ་ག་རེ་ཆགས་འགྲོ་བར་ཟེར་ན་ད་བུད་མེད་ཀྱི་དམིགས་བསལ་གྱི་དབང་ལྡན་ཕལ་ཆེར་ཆགས་ན་ད་བུ་སྣོད་དང་བསམ་སེའུ་དག་ནང་བཞིན་དེ་དག་གི་ད་དབང་ལྡན་དང་འབྲེལ་བའི་མཁལ་མ་ལ་སོགས་པའི་གི་ད་སྟོབས་དེ་ན་མ་ཉམས་པར་གནས་ཐབས་བྱེད་ཡ་དེ་ཤིན་ཏུ་ནས་ད་གལ་ཆེན་པོ་ཆགས་དེ་བོ་རེད། ཕལ་ཆེར་ཆགས་ན་ང་རང་སུ་ད་བུད་མེད་ཀྱི་གཟུགས་ཀྱི་སྟོབས་ཀྱིས་ཉམས་སོང་ན་བུད་མེད་དེ་ལ་ཡང། རྟགས་དེ་ག་རེ་ཡོད་ཟེར་ན་ད་གཟུགས་ལ་དྲོད་མེད་པ་གལ་ཆེ་ཤོས་ཅིག་གཟུགས་དྲོད་མེད་པ་དེ་ང་ཚོ་ད་གཟུགས་སྐྱེ་ཁམས་ཀྱི་ཁྱད་ཆོས་གང་ནས་ག་རེ་ཆགས་འགྲོ་བར་ཟེར་ན་ཁྲག་གི་འཁོར་སྐྱོད་དེ་ཉམས་ཞན་འགྲོ་བ་རེད། གཟུགས་ཀུན་གྱི་དྲོད་ཚང་མ་ཡིན་ན་ཁྲག་ནས་ཡོང་བསྡད་དགོས་རེད། ཨ་ནི་ཁྲག་གི་འཁོར་སྐྱོད་དེ་ཉམས་ཞན་ཕྱིན་བསྡད་པའི་རྟགས་ཆགས་འགྲོ་བ་རེད། དེ་མ་ཡིན་པ་ཨ་ནི་ག་རེ་ཆགས་འགྲོ་བར་ཟེར་ན་ཟླ་མཚན་ལ་སོགས་པ་བདེན་པའི་སྐབས་སུ་ལ་ཡང་ན་ཟུག་བཏང་བ། ཨོ། དེ་ཡང་ང་ཚོ་ཁྲག་ལ་སོགས་པ་དང་ཚོ་འཁོར་སྐྱོད་ཡག་པོ་མེད་པར་ལྷིང་འཇགས་ཆགས་དེ་ལྷིང་འཇགས་འདྲིས་དྲུག་ཡོད་པ་འོ་དེ་འདྲས་ལ་སོགས་པའི་གི་ཨ་ནི་ང་ཚོ་ད། བུ་སྣོད་ལ་སོགས་པ་དེ་འདྲས་ལ་ཡ། ད། ཁྲག་གི་འཁོར་སྐྱོད་དེ་སྙོམས་པོ་མེད་ཙང་ཨ་ནི་ཁུམ་དུས་སོ་རེ་བྱས་བྱས་ཨ་ནི་ན་ཟུག་བཏང་ཡོང་གོ་རེ་ན་ཟུག་བཏང་ཡོང་གོ་རེ་དེ་འདྲས་བྱས་བྱས་ཁྲག་ཁྲག་གི་འཁོར་འདོན་དེ་ཚད་དང་ལྡན་པ་དང་ཚད་དང་ལྡན་པ་ཅིག་ཡོང་གི་མེད་ཙང། དེ་འདྲས་སོང་ཙང་ཨ་ནི་བུ་མོའི་བུད་མེད་ཀྱི་གཟུགས་སྐུ་ལ་ཡང་ཨ་ནི་ཟླ་མཚན་ལྡན་པའི་སྐབས་སུ་ཕྱོགས་གཅིག་ནས་ན་ཟུག་བཏང་ཡ། ཕྱོགས་གཉིས་ནས་སེམས་ཁམས་འདི་ལྟ། སེམས་ཁམས་འདི་བདེ་པོ་མེད་པ་ཆགས་ཡ། ཨ་ད་ག་ན་བྱེད་གཉིད་ཞན་པ་ལ་སོགས་པའི་རྟགས་དང་ཚུལ་ཡོང་བདེ་བ་རེད། དེ་འདྲས་སོང་ཙང་ཨ་ནི་དེ་འདྲས་སོང་ཙང་ཨ་ནི་ང་ཚོའི་ཁྲག་གི་འཁོར་སྐྱོད་དེ་ལ་ཡང་ཡག་པོ་ཡོང་ཡག་གི་འགན་ལེན་བྱེད་ཡག་གི་ད། ཟས་གི་སྒོ་ནས་ཡིན་ནའི་འདྲ་སྤྱོད་ལམ་གི་སྒོ་ནས་ཡིན་ནའི་འདྲ། ད་གང་ནང་བཞིན་ད། གཉེན་པོའི་སྒོ་ནས་ཆོག་མ་འདྲ་སྒོ་ནས་ད་ང་ཚོ་དེ་ལ་ཡང་ཕན་ཐབས་བྱེད་དགོས་གོ་རེད། ད་དེ་འདྲས་དེ་མ་བྱུང་ན་ཨ་ནི་ན་ཚ་གཞན་དག་དང་དོ་ག་རི་ན་ཡང་ཉན་གི་ཡོད་ཟེར་ན་ད། མཁལ་ཁྲུམ་གི་ན་ཚའི་སོར་ཁྲུམ་བུ་དེ་འདྲས་ད་མཁལ་མའི་དྲོད་ཉམས་པ་ལ་བརྟེན་ནས་ཨ་ནི་ལུས་ཟུངས་དྭངས་མ་དང་ཚོ་ཚད་བཞིན་དུ་སྨིན་མ་ཐུབ་ནས་ཨ་ནི་ང་ཚོ་ཆུ་གསར་དེ་ཉིད་ཆེས་ཆེར་རྒྱས་རྗེས་ཨ་ནི་ཤ་དྲུད་རྩ་དང་རྒྱུས་པ་ག་ས་ག་ལ་ཁྱབ་རྗེས་ཨ་ནི་གྲུམ་བུའི་ནད་རིགས་དེ་ན་ཡོང་གི་རེད་འོ་དེ་འདྲ་སོང་ཙང་དེ་ཚོ་ཡང་དག་མེད་དྲོད་དང་བྲོ་བ་ཡོད་རེད་བོད་ཀྱི་གསོ་བ་རིག་པའི་སྒོ་ནས་ཆ་བཞག་པ་ཡིན་ན་འོ་དེ་འདྲ་བྱས་རྗེས་ཨ་ནི་ད་ལུས་ཟུངས་གང་གཱའི་བདེ་ཐང་ལ་ཡང་ང་ཚོ་ད། ཉམས་ཞན་དང་མ་སོང་འགྲོ་དེ་འོ་རེད་ད། ལྷག་པར་དུ་ང་རང་ཚོ་ད་དེང་སང་དཔེ་ཆ་བཞག་ན་བོད་མའི་ནང་ཆ་བཞག་ན་རླུང་འཚབ་ཀྱི་ན་ཚ་ཞེས་འོ་རེད་ད། ཕྱི་ལུགས་ངོས་ནས་ཆ་བཞག་ན་དཀའ་ངལ་ཆེ། ཨ་ནི་ཟླ་མཚན་མ་ཆད་པའི་སྔ་རོལ་ལོ་གཉིས་དང། ཆད་ནས་ད་ལོ་གཉིས་ཀྱི་ད་ནང་ཚུན་ལ་ཡང་སྤྱིར་བཏང་ཕལ་ཆེ་བ་ཡིན་ན་དེའི་གི་དུས་ཚོད་ལ་ནག་བ་རེད་ད་ཡིན་ནའི་ཁག་ཅིག་ལ་ཆ་བཞག་ན་ག་འདྲས་རེད་ཟེར་ན་ད་ལོ་སྔ་ཕྱི་ནས་དྲུག་ཕྱི་ནས་ད་མདོ་མུ་མཐུད་ནས་དེའི་གི་ནག་ཚལ་གི་རྒྱུན་དེ་ད་མ་སོང་མ་ཆེ་བ་ཇི་ཉན་དེ་འདྲས་ཡོད་རེད་ཡིན་ནའི་དེ་ཉུང་ཤས་ཆགས་དུས་རེད་ཡིན་ནའི་ང་ཚོའི་ལུས་ཟུངས་དང་ཚུ་ད་དང་ལུས་ཟུངས་འདོན་ཚུལ་འཁོར་སྐྱོད་ལ་ཡང་ང་ཚོ་ད་དང་མ་དང་ཚོ་ཚད་དང་ལྡན་པ་བྱུང་སོང་ན་ད་ལྟ་གོང་དུ་བཤད་བའི་ན་ཚ་དེ་རྩ་བ་ནས་མ་ན་ཡང་བྱེད་ཡག་ཡོད་བསྡད་པ་ཅིག་ཆགས་བསྡད་ཡོད་རེད།
བུད་མེད་ཀྱི་བདེ་སྟོང་སྐོར་ད་དུས་ཤིན་ཏུ་ཡི་གཟའ་བྱེད་དགོས་པ་ལ། ཟླ་མཚན་འབབ་པའི་སྔ་ཕྱི་དང་ཕྲུ་གུ་སྐྱེས་པའི་སྔ་ཕྱི། ལོ་ལྔ་སྤྱི་ཡས་མས་དང་ཟླ་མཚན་ཆད་པའི་སྐབས་ལ། བཟའ་བཏུང་དང་བཤས་ལོངས་ཚུལ་དང་མཐུན་པར་བཤད་དེ། མེ་དུའི་ལྟོ་དང་ལྡན་པ་ལ་བརྟེན་ནས་བུད་མེད་ཀྱི་དབང་སྟེགས་པུ་ནས་དང་གསུམ་བསྲེག། ཁལ་མ་ལ་སོགས་པའི་ལྟོ་དེ་མ་མྱོང་པར་གནས་ཐུབ་པ་དེ་གལ་ཆེན་པོ་རེད། འོ་ན། བུད་མེད་ཀྱི་ཟླ་མཚན་འབབ་པ་སོགས་དམིགས་བསལ་གྱི་དུས་ཚེས་ལ་ཡིད་གཟབ་བྱ་རྒྱུ་ཅི་འདྲ་ཡོད་རྒྱུ་རེད་ཟེར་ན།
ད་དེའི་སྐབས་སུ་ལ་ཡ་ད་ན། དུས་བབ་དེ་བུ་མེད་གང་གཱའི་ངོས་ནས་ད་དཀའ་ངལ་ལྡན་པ་ཅིག་ཆགས་འགྲོ་བ་རེད་དེའི་སྐབས་སུ་དུས་བབ་དེའི་ལ་ཆ་བཞག་ན་ད་ང་ཚོ་གལ་ཆེ་ཤོས་ཅིག་ག་རེ་ཆགས་འགྲོ་བར་ཟེར་ན། ཁ་ཟས་ཀྱི་འཚོ་བཅུད། ད་ང་ཚོ་མི་ཁ་ཅིག་ནམ་རྒྱུན་ཤ་མ་ཟ་ན་ད་ཅུང་ཟད་ཤ་ཟ་ཡ་དེ་འདྲ་ཟ། སུ་ད་གར་སུ་རེད། ཤ་ཟ་ཡག་སུ་རུ་ཆགས་བི་ན་ཏིག་སུ་ཡག་ཡོད་རེད་ད་ཤའི་ནང་ལ་ཡག་སྤྲི་དཀར་དང་འབྲེལ་བའི་འཚོ་བཅུད་དེ་ཤུགས་ཆེན་པོ་ཡོད་རེད་དེ་འདྲས་སོང་ཙང་ང་ཚོ་སྤྲི་དཀར་དང་འབྲེལ་བའི་འཚོ་བཅུད་དེ་ལུས་ཟུངས་ཁྲག་ལ་འགྱུར་ཡག་གི་གལ་ཆེ་ཤོས་ཀྱི་ཆ་ཤས་ཅིག་ཆགས་བསྡད་ཡོད་རེད་ད། འཛུམ་བྱ་ལྟ་བུ་ཆ་ཆགས་ན་མངར་གི་རེད་མངར་མོའི་རིགས་ད་བྱ་ངར་མོ་ལྟ་བུ་རེད་ཨ་ནི་ད་ནང་བཞིན་སུར་པན་གྱི་རིགས་རེད་ད་ནང་བཞིན་ཞོག་ཁོག་གི་རིགས་དུ་འཛུལ་ཡིན་ན་ད་ཤིན་ཏུ་ནས་གནོད་ཆེན་པོ། ལྷག་པར་དུ་སྔ་མོའི་རིགས་དང་སུ་པན་གྱི་རིགས་དེ་ཤིན་ཏུ་ཤིན་ཏུ་ནས་ད་གནོད་ཆེན་པོ། ཨ་ནེ་དག་ནང་བཞིན་བྱ་གར་པོ་རུ་བ་ཚ་ཤུགས་ཆེན་པོ་འོ་ད་དུ་འཛུལ་རིགས་དེ་ཡིན་ན་འཛུམ་བྱ་ལ་གཙོ་བོ་ཆགས་འགྲོ་བོ་རེད། ད་དེ་འདྲས་སོང་ཙང་ཨ་ནེ་དག་ནང་བཞིན་སྤྱོད་ལམ་གྱི་སྒོ་ནས་ཆ་བཞག་བ་ཡིན་ན་ཨ་ནེ་ཚེ་ནག་འཆི་བོ་མ་ཉེས་ཡག་ཚེ་ན་སྔ་ཙི་ཉལ་ཡ། ཞོགས་པ་སྔ་ཙི་ལངས་ཡ། ཨ་ནི་གཟུགས་འུར་ཀྱང་ད་གང་ཐུག་ཐུག་གི་བྱེད་ཡ་རུ་ཨ། འོ་དེ་འདྲས་བྱས་སོང་ན་ཨ་ནི་གཟུགས་འུར་གི། ད་ང་ཚོ་ཁྲག་རྒྱུན་འཁོར་སྐྱོད་དེ་ག་འདྲ་སུ་ཉམས་འགྲོ་གོར་སོང་ན་ལུས་ཟུངས་ཀྱི་སྟོབས་རིམ་པས་ཤིན་ཏུ་ཅུང་ཟད་ཉམས་པའི་སྐབས་སུ་ཨ་ནི་ལུས་ཀྱི་ཤ་ཅུང་ཟད་རྒྱས། ལུས་ཀྱི་ཤ་ཅུང་ཟད་རྒྱས་པའི་སྐབས་སུ་ལ་ཡ། རྩ་འགག་དེ་གཉིས་ཡིན་ན་གཟུགས་འུར་གྱི་སྒང་ནས་ཕ་གཅིག་ད་གར་སོང་རེད། རྩ་དགའ་དང་ཁྲག་རྩའི་བར་གྱི་ང་ཚོ་འབྲེལ་བ་དེས་ན་ཅུང་ཟད་ཀྱི་བར་ཐག་འགྱངས་པས་སོར་ཆ་བྱས། ཨ་ནི་ཁྲག་རྩ་ལ་ཡ། ང་ཚོ་ཁྲག་གི་འཁོར་སྐྱོད་དེ་ཇེ་ཞན་དུ་ཕྱིན་ནས། ཨ་ནི་ང་ཚོ་ཁ་ཐག་ཧར་སོ་ཟིན་ན་ཟུག་ཡུལ་སྟོབས་དང་རིམ་པས་ཤིན་ཏུ་དམའ། ཇེ་ཉམས་ཆག་བ། ཨ་ནི་དེ་འདྲའི་བྱས་ཙང། ད་ལྟ་བསམ་སེའུ་ལ་སོགས་པ་དེ་ཚོའི་ཁྲག་གི་མཁོ་འདོན་དེ་ཤིན་ཏུ་ནས་དཀའ་ལས་ཁག་པོ་ཆགས་བསྡད་པ། དཀའ་ལས་ཁག་པོ་ཆགས་ཙང་ཨ་ནི་ད་ཟླ་མཚན་གསོག་པའི་སྐབས་མེད་པ་དེ་འདྲས་སུ་ཆགས་འགྲོ་བར་དེ་འདྲས་སོང་ཙང་གཟུགས་པོའི་སྦྱང་བརྡར་དེ་གང་ཐུག་ཐུག་བྱས་ལྷག་པར་དུ་གོམ་པ་གང་མང་མང་རྒྱབ་ཡག་རོ། ཨ་ནི་རྐང་པ་ལ་སོགས་པ་དུ་མཛོད་ཀྱི་ད་གུ་རྒྱུད་མང་པོ་རྒྱབ་ཡག་ལག་པ། ད་ཡན་ལག་གི་སྦྱོང་བརྡར་དེ་ཤུགས་ཆེན་པོ་བྱས་ཡག་རོ། དེ་བྱས་སོང་ན་ཨ་ནི་ང་ཚོའི་ས་རྩ་ག་ལ་ཤུགས་དང་ལྡན་པ་ཤ་གྲིམ་དུ་འཚོ་ཤུགས་དང་ལྡན་པ་བྱས་ཐུག་སོང་ན་ཁྲག་གི་འཁོར་རྒྱུག་ལ་རང་བཞིན་གྱིས་ཤེད་ཤུགས་དང་མ་སོང་ལྡན་དེ་བ་དེ་འདྲས་ཀྱིས་ཆགས་འགྲོ་བོ་རེད་དེ་འདྲས་སོང་ཙང་འཚོ་བཅུད་དུ་འཚོ་ཡིན་ན་ང་ཚོ་ད་ཤིན་ཏུ་ནས་ཟབ་ཟོབ་བྱེད་དགོས་གི་ཨ་ནི་དེ་མ་ཡིན་པ་གཞན་དག་དངོས་གནས་ཆ་བཞག་ན་སེམས་ཁམས་རེད་བ། སྐབས་དེའི་དུས་སུ་ལ་ཡ་ད། མ་གཞི་ཆ་བཞག་ན་བུད་མེད་ཟེར་ཡག་དེ་སེམས་ཁམས་དེ་སྐྱེས་པ་དང་མ་འདྲ་བ་ག་རེ་ཆེ་བོར་ཟེར་ན་རིག་པ་ཡིན་ན་ཤིན་ཏུ་ནས་ཕྲ་བ། རྣོ་བ། སེམས་ཁམས་ཀྱི་འཚོ་བ་ཡིན་ན་ཤིན་ཏུ་ནས་ང་ཚོ་གར་སོགས་ཟེར་ན་ད་རྣོ་པོ་དང་དེ་འདྲ་ཅིག་ཤིན་ཏུ་ནས་ད་ཕོག་ཐུག་ཡིན་ནས་འགྲོ་ལས་སླ་བ། དྲན་རྒྱུ་ཡིན་ནས་ཏི་ཟེར་ཅིག་མང་སྟེ། འོ་དེ་འདྲས་ཅིག་ད་ཁོའི་ལུས་ཁམས་ཀྱི་ཁྱད་ཆོས་དང་འབྲེལ་ནས་སེམས་ཁམས་ཀྱི་ཁྱད་ཆོས་དེ་འདྲས་ཅིག་ཡོད་བསྡད་པ་རེད། དེ་འདྲ་སོང་ཙང་ད་བུ་མེད་དེ་སེམས་ཁམས་དེ་བདེ་བོ་ཅིག་བྱུང་སོང་ན་སེམས་ཁམས་བདེ་བོ་བྱུང་སོང་ན་ཁྱད་ཆོས་དེ་ག་རེ་ཆགས་འགྲོ་གོ་ཟེར་ན་ཁྲག་གི་འཁོར་སྐྱོད་དེ་ཡག་བོ་ཆགས་འགྲོ་གོ་རེད། ཁྲག་གི་འཁོར་སྐྱོད་ཡག་བོ་ཆགས་པའི་རྒྱུ་མཚན་ག་རེ་ཟེར་ན་སེམས་ལྷོད་ལྷོད་ཆགས་སོང་ན་རྩག་གི་རྒྱུ་བ་གང་ག་ལྷོད་ལྷོད་ཆགས་འགྲོ་གོ་རེད། དེ་ཆགས་སོང་ན་ཁྲག་འཁོར་སྐྱོད་ལ་ད་གེགས་བྱེད་ཉན་དེ་ཡོད་མ་རེད་དེ་ང་ཚོ་རྩལ་གྱི་རང་ངོས་ཀྱི་ཆ་རྐྱེན་སྒོ་ནས་རྩ་དེ་ཁྲག་གི་འཁོར་སྐྱོད་དེ་བདེ་བླག་ངང་ནས་འགྲོ་ཡག་གི་ད་ང་ཚོ་ཆ་རྐྱེན་དང་མ་སོང་ཅིག་ཚང་འདི་གི་རེད་ད་དེ་ཆགས་སོང་ན་ཨ་ནི་ང་ཚོ་ཁྲག་འཁོར་སྐྱོད་ཡོད་པ་དེ་ཚུལ་བཞིན་དུ་འགྲོ་ཐུབ་བོ་རེད་ད་དེ་མ་ཡིན་པ་ཁ་ཅིག་ཁ་ལག་དང་ཚོ་ཡག་པོ་ཟ་ཟུག་གི་རྨང་གཞི་ཨོ་ཚོ་ཡོད་ནས་སུན་པ་དེ་ད་བས་མ་རྒྱུབ་བྱས་བྱས་རོ་ཨ་ནི་དོན་དག་མེད་པ་སུམ་འབྲེལ་བྱས་རོ་དེ་འདྲས་བྱས་བྱས་ཙང་ཨ་ནི་ང་ཚོ་ཁྲག་གི་རྟགས་ང་ཚོ་འཚོ་བཅུད་རྒྱུག་ཡག་གི་རྒྱུ་བྱེད་དེ་ཡོད་ནའི་ལས་རང་གི་སེམས་ཁམས་ཀྱི་སྒོ་ནས་ཚོད་འཛིན་བྱ་འགྲོ་བ་རེད། རྩ་གང་ག་རྟགས་ང་ཚོ་རྔམ་དྲག་གི་ཟིན་ནས་རྩ་གང་ག་བསྡམས་པའི་རྣམ་པ་ཅིག་ཆགས་རྗེས་ཨ་ནི་ཁྲག་འཁོར་སྐྱོད་དེ་ཚོ་ལ་ཚོད་འཛིན་བྱ་བདེ་བ། དེ་བྱས་ཙང་ཁྲག་འཁོར་སྐྱོད་དེ་ཚོ་ཚུལ་བཞིན་དྭངས་མ་རང་རང་གི་ལམ་ལ་འགྲོ་མ་ཐུབ་ཙང་ཨ་ནི་ཁྲག་ངན་པའི་གནས་ལ་ལྷས་ལས་བྱེད་ཨ་ནི་ཁྲག་དེ་གི་ལོག་པའི་ལས་ཁྲག་དེ་ལ་སོགས་པ་ལུས་ཟུངས་འདི་ཚོའི་ལོག་པའི་ལས་བྱེད་དགོས་རེད་དེ་འདྲ་སོང་ཙང་ད་རང་ངོས་ཀྱི་སེམས་ཁམས་སྒོ་ནས་སེམས་པ་གང་སྐྱིབ་སྐྱིབ་ཅིག་རེད་བ་འོ་དེ་འདྲ་ཞིག་སེམས་ཁམས་ཀྱི་ད་མི་ཚང་མ་ལ་ཡང་ཁོར་ཡུག་གི་ཚང་མ་ད་ཁོར་ཡུག་གི་ཆ་རྐྱེན་ཕུན་སུམ་ཚོགས་པ་དེ་དཀའ་ལས་ཁག་པོ་རེད་གངས་ཀ་ལོ་ཉི་མ་རྟག་པར་སེམས་པ་སྐྱིད་པོ་ཅིག་དཀའ་ལས་ཁག་པོ་རེད་ཡིན་ནའི་རང་ངོས་ནས་ད་གང་ཐུབ་ཐུབ་ཀྱིས་འབད་བརྩོན་བྱས་གསུམ་པ་དེ། རང་གིས་གང་ལྟར་ཐུབ་ཐུབ་ཀྱིས་གསུམ་པ་དེ་ལྟ། སྐྱིད་པོ་གཅིག་ལ་ཡི་ངོ་ཆོས་ལ་ཡ་བཏང། དཔེར་བྱས་ན་དོན་དག་འདྲེ་ང་རང་སུ། གསུང་བྱ་ཡོད་ར་གལ་ཏེ་བཅོས་སུ་ཡོད་པ་ནས་ཟ་ད་དེ་ལ། ད་སུ་འདྲེ་བྱས་པས་ཅི་ཞིག་ཕན་ཟེར་ཡ་ཚིག་ཅིག་ཡོད་ར་གལ་ཏེ་བཅོས་སུ་མེད་པ་ཡིན་ན། ད་སུ་འདྲེ་བྱས་ནས་ཕན་ཐོགས་ཡོད་མ་རེད་གལ་ཏེ་བཅོས་སུ་ཡོད་པ་ཡིན་ན་སིམ་འདྲེས་བྱེད་དགོས་མ་རེད་གལ་ཏེ་བཅོས་སུ་མེད་པ་ཡིན་ན་སིམ་འདྲེས་བྱས་ནས་ཕན་ཐོགས་ཡོད་མ་རེད་འོ་དེ་འདྲས་བསམ་བྱས་དོན་དག་ག་རེ་ཡིན་ནས་འབད་པ་གང་ཐུབ་ཐུབ་བྱས་འབད་པ་བྱས་ནས་ད་ང་ཚོ་འདི་ལ་ཡར་གར་སུ་རེད་འགྱུར་བ་བཏང་ཐུབ་ཡིན་ན་ཐུབ་རེད་འགྱུར་བ་བཏང་མ་ཐུབ་ན་སུ་སུ་སིམ་གྱི་ངོས་ནས་བློས་བཏང་བྱས་བྱས་སིམ་དེ་ཡང་མུ་མཐུད་ནས་ད་གར་བྱས་ནས་བྱས་ད་དགའ་བོ་བྱེད་ཨ་བསམ་སེམས། ག་དུས་ཡིན་ནའི་སེམས་དེ་དགའ་བས་གོམས་ཤིག། ད་ང་རང་སུ། ད་ལྡན་གྱི་བུད་མེད་ཀྱིས་བདེ་སྲུང་སེ་བཤད་བའི་སྐབས་སུ་སྐྱེས་པ་དང་མ་འདྲ་བར་དམིགས་བསལ་གྱི་ནད་རིགས་ཁག་ཅིག་ཤེས་དགོས་བ་རེད་ད་དེ་དག་ལུས་ཟུངས་བདུན་ངོས་ནས་ཆ་བཞག་ན་ད་ལུས་ཟུངས་མཐའ་མ་ཁམས་དཀར་དམར། ཁམས་དཀར་དམར་དེ་ཆ་བཞག་ན་ང་ཚོ་བོད་ཀྱི་རིག་གནས་སྒོ་ནས་ཆ་བཞག་ན་རྩ་རླུང་ཐིག་ལེ་ལུས་ངག་ཡིད་གསུམ་ཟེར་དུས་ཡིད་དང་ཤིན་ཏུ་ཉེ་བའི་གི་ད་ཆ་ཤས་ཅིག་ཆགས་དེ་ཡོད་རེད་དེ་འདྲ་སོང་ཙང་སྐབས་དེའི་དུས་སུ་ལ་ཡ་སེམས་པ་ལྷོད་ལྷོད་བྱེད་ཡ་རོ། སེམས་པ་དགའ་བོ་བྱེད་ཡ་སེམས་པ་ལྷོད་ལྷོད་བྱེད་ཡ་སེམས་པ་དགའ་བོ་བྱེད་ཡ། སོ་སོ་དགའ་བོ་བྱེད་ཡ་གཞན་ལ་དགའ་བ་སྤྲད་ཡ་ཨོ་དེ་ཡིན་ན་ང་རང་སུ་དག་བུད་མེད་ཀྱི་བདེ་སྲུང་ནང་ནས་ཆེས་གལ་ཆེ་ཤོས་ཀྱི་ཆ་ཤས་ཅིག་ཆགས་འགྲོ་གི་རེད་དེ་བྱུང་སོང་ན་སེམས་ཁམས་འདི་ད་ང་ཚོ་ད་ང་ཚོ་ཁ་སང་གོང་དུ་ཞུས་ནང་བཞིན་ཕུང་པོ་ལྔ་ནང་ལས་ད་ང་ཚོ་ཐོག་མར་དེ་རྣམ་ཤེས་ཁམས་རེད་བ། དེ་འདྲས་གཅིག་སོང་ཙང་འདུ་བྱེད་དང་འདུ་ཤེས་རིམ་པས་ཤིན་ཏུ་འཚོ་བ་དང་གཟུགས་དེ་འདྲས་སོང་ཙང་སེམས་ཀྱི་དེ་ནང་སེམས་ཀྱི་ད་བདེ་སྐྱིད་དེ་ཡིན་ན་ང་ཚོ་ལུས་ཀྱི་བདེ་སྐྱིད་ནང་ནས་ལུས་ཀྱི་བདེ་ཐང་ནང་ནས་ད། རག་ལས་ཟས་ཀྱི་རྒྱུ་རྐྱེན་གལ་ཆེ་ཤོས་གཅིག་ཆགས་ཀྱི་རེད་དེ་མ་ཡིན་པའང་ཚོ་ཟས་དང་སྤྱོད་ལམ་ཚང་མའི་གི་གང་འདོད་དང་མི་འདོད་ཚང་མ་སེམས་ཀྱི་དྲན་སྐུལ་ལ་རག་ལས་འགྲོ་གི་རེད་དེ་འདྲས་སོང་ཙང་ང་ཚོ་སེམས་ཁམས་ཀྱི་བདེ་ཐང་དེ་ཡིན་ན་སེམས་ཁམས་ཀྱི་བདེ་སྲུང་བདེ་ཐང་དེ་ང་རང་ཚོ་བོད་མི་རིགས་ཀྱི་ད་རིག་གནས་ཀྱི་ཁྱད་ཆོས་རེད་ལ་ནི་བོད་གསོ་བ་རིག་པའི་གི་རིག་གནས་ཀྱི་ཁྱད་ཆོས་གཅིག་ཡང་ཆགས་ཀྱི་རེད་དེ་འདྲས་སོང་ཙང་ཨ་ནི་ང་ཚོའི་གི་དུས་ནམ་ཡང་རོ་ད་སྤྱན་འདྲེན་བྱེད་ས་ཐོག་མ་དེ་སེམས་ཁམས་བྱེད། དེ་ནས་ཁ་ཟས་ཀྱི་གདམ་ག་རུ་ཨ་ཐང་ནང་བཞིན་སྤྱོད་ལམ་གྱི་གདམ་ག་རིམ་པས་བཞིན་དུ་ང་ཚོ་ག་རེ་ཡིན་ནའི་ད་ཚོད་འཛིན་ཡོད་བལྟས་པ་ཚུགས་མ་ཤོར་བ་རུ་ཨ་ཨོ་དེ་འདྲས་ཅིག་ཆགས་དགོས་ད་རང་གི་ཚོད་འཛིན་ད་རང་གི་ད་ཚུགས་ཟེར་ཡ་དེ་ཡིན་ན་གཙོ་བོ་སེམས་ནས་ཤོར་རྒྱུ་ཡོད་མ་དེ་མ་ཤོར་ན་ཨ་ནི་གཞན་ལ་མ་གནོད་པ་ཡིན་ཡིན་ཤིང་ཡིན་ཤག་ཤག་རེད་ད་རང་བལ་དུ་ཚུགས་ཏེ་ཤོག་རང་གི་ཚུལ་ཁྲིམས་དེ་བརླག་རོ། དམ་ཚིག་དེ་བརླག་རོ། དང་ནང་བཞིན་བཟོད་པ་དེ་བརླག། བརྩོན་འགྲུས་དེ་བརླག་སོང་ན། རྙོག་དྲ་རྐྱང་རྐྱང་ཡིན་བསྡད་པ་རེད་རོ། དེ་འདྲས་སོང་ཙང་ང་ཚོ་འཇིག་རྟེན་ད་འཁོར་བ་ཉོན་མོངས་པའི་གེ་ད་དེ་འདྲས་ཅིག་གིས་ད་འཁོར་བ་ཁབ་ཀྱི་དཀར་ས་རྩེ་མོ་ན་བདེ་བ་ནམ་ཡང་ཡོད་མ་ཡིན། གསུང་གོ་བ་རེད་དེ་འདྲས་འཁོར་བའི་གེ་ཆོས་ཉིད་རེད། ཡིན་ནའི་ཁོ་བོའི་ཆོས་ཉིད་དེ་འདྲས་ཅིག་གི་ད་ང་ཚོ་ཟནས་དྲ་ཁོ་བོའི་གི་འདམ་དེ་འདྲས་ཅིག་གི་ནང་ལ་ཡ། སོ་སོའི་གི་ད་སྤྱོད་པ་ཚང་མ་བསམ་པ་ཚང་མ་སྤྱོད་པ་ཚང་མ། ཨ། དེ་འདྲས་ཅིག་གི་སྒོ་ནས་འགྲོ་ཐུབ་སོང་ན་ཨ་ནི་ཅུང་ཟད་གི་ད་ང་ཚོ་ད་ངལ་གསོ་བའི་རྣམ་པ་ཅིག་ད་ཡོང་སྲིད་གི་རེད་ལ་ནི་རང་གཞན་གཉིས་ཀའི་གི་དེ་བ་ཅུང་ཟད་བརྩམས་ཐུབ་རེད་དེ་འདྲས་སོང་ཙང་ད་བུད་མེད་གི་བདེ་སྲུང་ཞུས་པའི་སྐབས་སུ་ལ་ཡ། ལུས་ཁམས་དང་སེམས་ཁམས་གཉིས་ཀ་གི་བདེ་སྲུང་ད། ག་རེ་དྲིན་དྲན་གྱི་ཚུལ་དུ་ད་གཙོ་བོ་ཡིན་ན་ཕན་བདེ་གི་སེམས་བསྐྱེད་ཅིག་གི་ངོས་ནས་ཅིག་ཞུས་པ་འདི་ལ་ད་ལྷན་རྒྱས་རྣམས་ལ་ཅུང་ཟད་ཀྱི་ད་ཕན་ཐོགས་ཀྱི་ཆ་བྱུང་སོང་ན་ཨ་ནི་ང་ཚོ་ཆུད་ཟོས་དུ་མ་ཕྱིན་པས་ཀྱི་ད་དེ་འདྲས་ཅིག་བྱུང་ས་རེད་ཨ་ནི་ཐུགས་བཅད་ན། བདག་བརྩེ་བ་པའི་མངའ་བཞི་སོགས། ཁང་མ་སྦས་སྨིན་ས་ཆེ་དུས་སྐབས་སུ། རྔ་མོང་དང་དཀར་པོ། ཚ་པོ་དང་གྲོ་མོ་སོགས་ཀྱི་བཟའ་བཏུང་ལ་ཡི་བཟའ་བྱེད་དགོས་པ་མ་ཟད། ལུས་ཀྱི་འགུལ་ཤུགས་དགེ་མཚམས་ཤེས་པ་དང། སེམས་ལ་དངངས་འཚབ་མེད་པར་འབྲས་ཆུང་འཁྱུག་ཤས་དང་བྱིན་གྱིས་བྱེར་སླད་དུ་སྣེ་ཐག་བྱ་དགོས་སོ། དེ་ནི་དེ་རིང་བཤད་ཁྲིད་ཡིག་གི་ནང་དོན་གཙོ་བོ་དེ་ནི་ང་རང་ཚོ་ཀྲུང་གོ་གུང་ཁྲན་ཏང་གི་ལོ་རྒྱུས་ཞུ་ཡ་ཡིན། ཚང་མས་ཤེས་གསལ་ལྟར་ང་ནི་སློབ་ཆེན་ཀྲུང་གོ་གུང་ཁྲན་ཏང་ནས་ལོ་ངོ་བརྒྱ་གི་ལོ་རྒྱུས།